གཟིགས་མོ་གླིང་རྒྱལ་ཁུལ་སྒམ་ཚང་ཐང་ནས་ང་ཚོ་བོད་ཀྱི་དུས་བབ་ཀྱི་དྲང་གནས་ལམ་ལྷོངས་ལེན་ཚུལ་དུ། སྐུ་ངོ་རྒྱ་རི་པད་མ་རྒྱལ་པོ་ལགས་དང་ལྷན་དུ་ཁོང་གི་མི་ཚེའི་ལོ་རྒྱུས་དང་འབྲེལ་ནས་བཀའ་འདྲི་སྐོར་ཅིག་ཞུ་བ་ཡིན། དེ་རིང་སྐུ་ངོ་པད་མ་རྒྱལ་པོ་ལགས་ཀྱིས་ང་ཚོ་ལ་བཅར་འདྲི་གི་གོ་སྐབས་དེ་གནང་བ་ལ་ཐོག་མ་དེར་ཐུགས་ཆེ་ཞུ་བ་དང་ནས་བཀྲ་ཤིས་བདེ་ལེགས་ཞུ་གི་ཡོད། ཐུགས་ཆེ། སྐུ་ངོ་ལ་ལྟ་བའི་ཆ་ཚང་མས་ན་ཆིག་སྟོང་དགུ་བརྒྱ་དྲུག་ཅུ་རེ་ལྔ་ལོ།

ཚ་རོང་སྲས་མོ་ཚེ་རིང་སྒྲོལ་མ་དང། སྔོན་མ། ཉི་ཧོང་གི་སོ་བ་འདྲེ་བོད་ཕྱིན་ཡོད་རེད། ན་སོ། གྲྭ་པ་ཡིན་འདུག་འདུག་བྱས། ཨ་ནི་ཡིན་ཡ་ད་བུ་བོད་སྐར་སོ་བ་བྱས་ཡ་ད་དུས་བྱས་ཡ། ཨ་ནི་དེ་དུས་ཚ་རོང་དང་འབྲེལ་ཡག་པོ་ཆགས་འདུག། ཨ་ནི་ཁོ་རང་གཉིས་ཀྱིས་ཐབས་ཤེས་བྱས་ནས། ནི་ང་ཚོ་ཕར་འགྲོ་ཡ་ཆགས་རེད། ཁོང་ལ་དེ་ནས་ད་ཉོ་ལ་སློབ་སྦྱོང་རང་གིས་བྱེད་དུ་ཕེབས་རོགས་བ་ཕར། རེད་སློབ་སྦྱོང་བྱེད་ཡ་རང་རེད། སློབ་སྦྱོང་ཆ་ཚང་ཕར་བྱེད་རོགས་བས། དང་པོ་ང་ཕར་འགྲོ་དུས་སུ་ངས་བསམ་ཡ་ལ། ང་མ་ངུ་བ་ལ། ལོ་བའི་བྱེད་སྒོ་བསམ་ཆུ། ཁྲིམས་རྩོད་པ། གང་ལ་ཟེར་ན་པུའུ་ཅུན་ཅུ་ག་ལ་སློབ་དེ་དུས་རྒྱ་གར་རང་བཙན་གྱི་འཐབ་རྩོད་བྱེད་མཁན་ནེ་རུ་རེད། ད་ག་ནང་བཞིན་གྱི་དང་དུ་ལྕམ་ནོར་བུ་ཚོ་མང་ཆེ་བ་དེ། ཁྲིམས་བློ་སྦྱོང་བྱས་ཤག། དེ་ངས་བསམ་ཡོད་ལ་ད་ང་ཚོས་ཁྲིམས་བློ་སྦྱོང་བྱས་ན། གཅིག་གི་ཡོང་གི་རེད་བསམ་སོང་ཁྲིམས་ཚུ་ཚོད་དོད་ནས་ང་ཚོ་དྲང་པོ་དེ་གཅིག་བྱེད་ཐུབ་རེད་བསམ་བྱས། ཨེ་ང་ཁྲིམས་བློ་སྦྱོང་བྱེད་ཀྱི་ཡིན་སི་ལ། ང་ཚོ་མི་ལྔ་ཡང་རེད། འགྱུར་མེད་དབང་གྲགས་ཁོ་རང་རྗེས་མ་དེ་རྒྱུགས་སྤྲོད་དགོས་མཁན་བཅས་ཚུར་ལས་བྱས་ཁ་སང་གཉིས་བསྡུ་བ་འདུག། དེ་ནས་སྟོབས་རྒྱལ་སེང་གེ་བྱས། སྟོབས་རྒྱལ་རྗེས་སུ་སློབ་གྲྭ་ཚང་ནས་ཚུགས་ཡོང་ཆེད། ཉི་ཧོང་གཞུང་གི་དོན་གཅོད་ཁང་ལ་སློབ་མ་འགོ་བྱས་ཆེད་ལྟ་སྐོར་བ་ཏན་ཏན་རི་གྲགས་བྱས། དེ་ནས། ཚོང་བ་གཡུ་རྒྱལ་དང་རྟ་མགྲིན་གཉིས། ཁོང་རྣམ་པ་གཉིས་ད་ལྟ་ཨེམ་རྗི་བྱེད་ཀྱི་རེད། ང་ཚོ་ཕག་གླིང་གི་སྦྱིན་བདག་དེ་ཨེམ་རྗི་རེད། ཁོ་རང་གི་རེ་བ་བྱས་ན་དངོས་གནས་ཚང་མ་ཨེམ་རྗི་བཟོ་ཡག་རེད། ཡིན་ན་ང་དེ་དང་པོ་ནས་ཨེམ་རྗི་བྱེད་ཡག་ལ་ཡིན་ཡོང་བ་རེད།

ལོ་ཡ་བྱས་ལ་སྐབས་དེ་ལ་ཕྱི་རྒྱལ་མི་རིགས་དེ་ལོ་བར Exemption དེ་བྱས་མི་འདུག་དེ་གཅིག་བྱས་གཉིས་པ་དེ་ང་སློབ་གྲྭ་ཚར་མ་ཚར་སྐབས་ལ་མཉམ་འབྲེལ་རྒྱ་མཚོ་ནང་རྒྱ་མི་ཡར་བསླུས་སོང་རྒྱ་མི་ཡར་བསླུས་པ་དང་དེ་ནས་ང་ཚོ་ཁོང་ཚོ་དེ་ལམ་སང P-Five ལས་སོང Permanent

དང་པོ། རིག་གཞུང་སྤྱིར་ན་ཡག་པོ་རེད། གང་ཟེར་ན་ཉི་ཧོང་མི་ལ། ཨ་ལེ་དང་པོ་ཁྱེད་རང་ཚོ་རྒྱ་མི་དང་ལོག་ཀ་ཡིན་པའི་ལོ་རྒྱུས་བཤད་དགོས་རེད། མ་འདྲ་བ་ཡིན་ཟེར་བཤད་དགོས་རེད། དེ་ཡིན་ཙང་ང་ཚོ་དེ་ང་ཚོ་དེ Tibetan Issues Club དེ Tibetan Culture Centers མིང་བྲིས་པ་རེད།
ཨན་དེའི་སྐབས་ལ་དེ་པར་རིས་དེ་ལ་ཁོང་རང་སྟག་ལ་དང་ཀོང་ཀོན་ཀྲི་ལིང་ཁོང་རྣམ་པ་ཚོ་དེ་ག་ཤེད་རྒྱ་ཉི་འོད་ལ་ཕེབས་ཉི་འོད་ལ་ཕེབས་རེད། ཨ་ནི་ཁོང་རྣམ་པ་ཚོ་ཕེབས་དུས་ད་ང་ཚོ་བོད་མི་ཤི་ན་ཡོག་མ་རེད་པ། ཨ་ནི་ང་འདི་ཞབས་ཕྱི་ཞུ་ག་བཅའ་བྱས། དེ་ནས་ཨོ་ཨིས་ཀ་སི་ཚོགས་པ་ཞིག་ཡོད་རེད། ཨོ་ཨིས་ཀི་ཡིས་ང་ཚོ་བོད་པ་ཁྱུང་དུང་ནས་བདུན་ཅུ་ཙི་ཡར་མར་བྱས་ནས

མཚན་སྙན་བསྐྱོན་བྱས། དོན་གཅོད་ངག་དབང་དང། Deputy Secretary ཡིན་ཟིན་གནང། ཡིན་ན་ཡང་བོད་གཞུང་ལ་དེ་ཕོག་དང་འདི་གནང་ཡག་ཡོད་པ་མ་རེད། ང་ལ་སྦྱིན་བདག་ཡོད་པ་རེད། Japanese སྦྱིན་བདག་ཡོད་པ་རེད། ཡིན་ཙང་དང་པོ་དེ་ལ་ང་ཟླ་ངག་ཅིག་ལ་སྦྱོར་ལ་ལྔ་བཅུ་ཞུས་ཡིན། ག་རེ་བྱས་ནས་ཞུས་ཡིན་ཟེར་ན། ད་དེ Postage ཕར་ཟིན་དེ་དུས་ལས་སླ་བོ་ཡོད་མ་རེད། iPad ཡོད་མ་རེད་པ། ཡིན་ཙང་གཅིག་མ་ཞུས་ན་ཡག་པོ་མི་འདུག།

གཏོང་ཆོག་གནང་ཡོད། བློ་གྲོས་ཚ་བ་དང་དང་པོ་དེ་བཀག་ཆ། འདི་རང་ས་ལ་ཡོང་ནས་ཞབས་ཞུ་དགོས་བསམས། གལ་སྲིད་ན་ང་འདི་ཕྱི་ལོ་ཆིག་སྟོང་དགུ་བརྒྱ་དྲུག་ཅུ་རེ་བདུན་ལ་རྒྱ་གར་རིན་པོ་ཆེ་ཕེབས། རྒྱ་གར་རིན་པོ་ཆེ་ཕེབས་དུས་ཀུན་བུ་བསྟན་འཛིན་དགེ་བཤེས་ཕེབས་ཤག། ཀུན་བུ་བསྟན་འཛིན་དགེ་བཤེས་གདགས་གཞི་ལས་ངའི་སློབ་གྲྭ་གི་རྒན་པ་རེད། ངས་བསམས་ཀྱི་ད་ང་ཡི་ལམ་ཁ་འདུག་བསམས། ཞིག་བྱེད་དགོས་བསམས། དེ་འདྲ་བྱས་ནས

རང་ཅག་ཕ་ཉོ་ན་ཕྱག་ལེན་གནང་འགྲོ་དེར་བརྟེན་ན། ཉི་འོང་གི་རྒྱལ་ཡོངས་རྩིས་སློབ་སློབ་གྲྭ་ཆེན་མོ་དེ་འདྲའི་ནང་ན་སློབ་ཁོ་གནང་གི་འདུག་ཨ། ལོ་གཉིས་སྔོན་ལ་ང་ཚོའི་སྲིད་བློན་གཅིག་བསད་སོང་ཨ་བྷེ་སིང་ཧེ། ཁོ་རང་གི་སྤོ་ལ་དེ་ང་ཚོ་དང་པོ་གླེང་དུས་ང་ཚོ་བི་ཟ་སྤྲད་ཡག་དུས་ཚོད་འཁོར་སྤོ་ལ་རེད། ཁོ་རང་གི་ཨ་ཁུ་དེ། ས་ཐོ་ལགས་རེད Prime Minister ས་ཐོ། ས་ཐོ་སྐབས་ལ་ཀུན་དོན Visa ཕུལ་རེད། Visa ཕུལ་ངེས་དེ་ས་ཐོ་སྐབས་རེད། ང་ཚོ་ཕི་ཀ་ཡོང་དུས་ལས་ས་ཐོ་སྐབས་རེད། དེ་ཡིན་ཙང་ཁོ་ཚོ་མི་ཚང་དེ་སྔོན་མ་ནས་ཁོ་ཚོ་དེ་ག་ཚོད་རེད་དེ་གཞུང་རྙིང་པ་ནས་མི་ཚང་ཆེན་པོ་རེད། གཞུང་རྙིང་པའི་སྐབས་ལ་ང་ཚོ་རྒྱ་དཀར་སྐུ་ཕྲེང་བཅུ་གསུམ་པ་དང་ད་ག་ན་ཞིག་ཚ་རོང། འདྲེ་ག་ཡག་པོ་བྱུང་ཡོད་རེད། དེ་གི་བཀའ་དྲིན་གྱིས། དེ་དང་ཨ་ནི། དེ་བོད་ལ་ང་ཚོ་གསོ་བ་འགྲོ་མཁན་ཁོང་ཚོ་དེ། དེ་ཡིན་ཚེ་ང་ཚོ་སྐད་དང་བྱས། དམིགས་བསལ་ཞིག་དངོས་གནས་བྱས་ན། Foreign Student དེ་ལོ་བཅོ་ལྔ་འགལ་མ་ཞིག། ལེན་ཐུབ་ཡོད་མ་རེད། ཡིན་ཙང་ཁོང་ཚོ་གིས་ང་ཚོ་ལ་རོགས་པ་གནང་རེད། ཡིན་ཙང་རྗེས་ལུས་ཡིན་ན་ཡང་ང་ཚོ་ལ་དེ་རོགས་པ་བྱེད་མཁན་གཙོ་བོ་འདྲ་བོ་དེ། ད་ཁོང་རང་ཚོ་ཕྱོགས་ཀྱི། པར་ཏི་ཕྱོགས་ཀྱི། དེ་ནང་ན་ཡང་པར་ཏི་ནང་ལ་ཡང་ཧྥེ་ཤན་ཡོད་རེད་ཡིན་ན་ཁོང་ཚོ་དེ་ག་དུས་ཡིན་ན་ང་ཚོ་རྒྱལ་གཅེས་བྱེད་ངེས་རེད། དུང་ཕྱུར་ལོ་བཅོ་ལྔའི་རབས་གནང་བའི་རྒྱལ་རིམ་འཕྲོ་མོའི་འཇིག་རྟེན་སོ་སོ། འབྲོག་པ་གང་ཡང་སེམས་ན་མི་འདུག་ཅིག་ཕྱག་ལས་གཙོ་བོ་འགྲོ། ཅིག་དེ་གནང་ཐུབ་སོང་བ་བསམ་པ་དེ་འདྲས་ཁ་རས། གསུམ་བྱེད་ཀྱི་ཡོད་རེད། གཅིག་དེ་རྒྱལ་བ་རིན་པོ་ཆེ་ཐེངས་ཁ་ཤས་དེ་འདྲས་ཞུས་ཐུབ་དེ་བྱས། གཉིས་དེ་ང་ཚོ་ཕི་ཀའི་མ་སླེབས་བར་དུ།

གང་དགའ་ཁོ་ཚོའི་རོགས་པ་བྱས་སོ། ཡིན་ནའང་ཕྱི་ལོ་ལ་ཡར་ལ་ཁོ་ཚོ་བོད་ཀྱི་ནང་པ་ཚོགས་པ་ཡིན་སླད་མ་ཤེས་ཤིང། ད་ག་ནང་ཤེས་སྐུ་མདུན་ཨིན་རྡུ་ནེ་ཤི་ཡ་ཕེབས་སྐབས་ལོའི་སྐུ་མདུན་གནམ་གྲུ་དང་བར་དུ་ཁོ་ཚོ་གི Religious Minister གནམ་གྲུ་དང་འདི་འདྲའི་ཞུ་སྐག་བཅའ་བ་དང། དེའི་ནང་བཞིན་གྱི་ད་ལྟ Singapore ལས Prime Minister རང་མཇལ་འཕྲད་བྱས་དཀའ་ལས་ཁག་པོ་བྱེད་ཀྱི་འདུག།
ཡིན་ན་ཡང།

ད་སྐུ་མདུན་མཇལ་འཕྲད་བྱུང་ཡོད་རེད། ཕལ་ཆེར་ངའི་བསམ་ཡས་ལ། Sitting Prime Minister། སྐུ་མདུན་མཇལ་ཡ་ཐེངས་དང་པོ་རེད། ཡིན་ནའི། ཉི་ཧོང་གི་ཕྱི་འབྲེལ་ལས་ཁུངས་ཀྱི་ལྟེ། ཁ་སེར། རྙོག་གྲ་བཟོས་སོང། སྐུ་མདུན་དང་ཁོང་རྣམ་པ་གཉིས་མཉམ་པོ་ཞུ་ཡ་རེད། ཡིན་ནའི་ཁོང་ཚོ་དེ་དཔའ་རུལ་གྱི་མི་གཅིག་ཤག་སོང།
ཧོབ་ཏུ་ག་ལ།
དེ་ང་ཚོ་ཤ་ཡག་པོ་བྱུང། ཡིན་ན་ཡང། ང་རང་བསམ་ཡས་ལ། འདི་འཛུགས་འཕྲལ་དེ་ད་ང་རང་གི་ཁ་སུ་རེད། དོན་གཅོད་བྱེད་པའི་སྐབས་ཀྱི་ལས་ཀ་འབྲས་བུ་གཙོ་བོ་རེད་བ་དེ་དེ་ཡིན་བསམ་གྱི་ཡོད་དེ་ནས་སློབ་ཁྲིད་མང་པོ་གླེང་ཐུབ་རེད། དེ་རྗེས་སུ་ང་རང་དགོངས་པ་ཞུ་གི་ནས་ངས་བྱེད་གི་དོན་གཅོད་བྱེད་མཁན། ལྷག་པ་ཚོ་ད་ལྟ་དོན་གཅོད་ཚེ་དབང་རྒྱལ་པོ་ཁོང་ཚོ་གང་ག་ངའི་སྐབས་ལ་སློབ་ཁྲིད་བྱེད་བྱེད་གླེང་ཐུབ་རེད་དེ་ཚོ་ཁྲིད་དེ་ད་ང་རང་གི་ཁ་སུ་རེད།

ག་འདྲི་རེད། གཅིག་བརྒྱ་ཆ་དགུ་བརྒྱ་ཞིག་ཡོད་བྱས། གཅིག་བརྒྱ་ཆ་དགུ་བཅུ་ཡོད་ཟེར་གྱི་འདུག། དང་པོ་ཁོ་རང་འགོ་ཚུགས་མི་འདུག། ག་ས་ཕྱི་རྒྱལ་ཁོང་ཚོ་དབོན་གོར་འདྲི་བ། མ་གཞི་མོ་མགོ་ཡོད་མ་རེད་བ།
ད་ང་ཚོ་ཤར་ཕྱོགས་དེ་ལ་ནང་པ་ཡོད་རེད་དེ་དཔེར་ན་ཉི་ཧོང་གི་ནང་པ་ཡིན་ནའི་གཉན་པོ་ཤིན་ཏོ་བྱེད་གི་རེད། ཤིན་ཏོ་ཨིཟིམ།

ཁོ་རང་ཚོ་བླ་མ་ཆེ་ཤོས་དེ་གོང་མ་རེད། གོང་མ་རེད་ཟེར་བ་གོང་ལ་ད་ད་འདི་དོན་ཆུང་ནང་ཚལ་བའི་ཅིག་ལ་ཅིག་ད་ཕ་རང་ལ་ཕྱོགས་ལས་གནང་འདུག་བ་དེའི་ཚེ་འདི་ད་ཕྱོགས་ལས་མང་ཆེ་བ་ཅིག་ད་བོད་ཡིག་ལ། University སོགས་ར་བརྩིགས་ལ་སློབ་གྲྭ་ཁག་ལ་ནི་ལྷོ་ཁོ་ཆེན་མོ་བོ་ཅིག་སློབ་ཁྲིད་གནང་ཡ་རེད། དེ་ནི་ཡང་ཤར་དང་ཞོར་ནས་ཡང་ཅིག། ཉི་ཧོང་གི་རྒྱལ་ཡོངས་རང་བཞིན་གྱི་གཅིག་གསར་ཁང་ཁག་དེ་ཚོ་ནང་ལ་ཆབ་སྲིད་ཀྱི་ཞལ་འཇུག་པ་ན་ཡང་དེ་འདྲས་བྱས་ན་དེ་ཚོ་གཅིག་ང་འདི་དགོངས་པ་ཞུས་ནས་ཟླ་བ་དྲུག་ཅིག Jobless བྱས། ང་ལས་ལས།
དེའི་བར་རོལ་ལ་ང་འདི Consultant འདྲ་བོ་བྱས་བྱས President Richard Nixon གི་ཁང་པ་དེ Japan མི་ཆེན་གཙོ་བོ་ཡང་དང་དེ་དེ་དེ་ཟླ་བ་དྲུག་བྱས།
དེ་ནས་ང University ལས་ཀ་དེ་རེས
University ལས་ཀ་དེ་ཏན་ག་ཚོད་དེ་ག་ཚོད་རེད་དཔེར་ན་དགེ་བཤེས་དེ་ཚོ་ཡིན་ན་དགེ་བཤེས་མང་པོ་ལྷ་རམས་པ་སེང་གེ་དང་དགེ་བཤེས་མང་པོ་ཡོད་རེད་བ། ད་ག་ནང་བཞིན་གྱི Professor སེང་གེ་དེ University གི་ཡིན་པ་ཙམ་གྱིས Professor ཆགས་ཡོང་བ་རེད་བ། བྱས་ཙང་དང་པོ་ང་དེ

ད་ཐེངས་ཀྱི་མོང་གོ་ལི་ཡ་དང་ཝེ་གྷུལ་དང། དང་པོ་ང་ཚོ་མི་རིགས་གསུམ་རེད། མཐའ་ཕྱི་མ་དེ་འདྲ་ང་ཚོ་བཅུ་བཞི་ཚོ་བྱོས་ཨེ་ཤི་ནང་ལ། ད་ཐེངས་གཙོ་བོ་ག་རེ་ཟེར་ན Human Rights དང་དེ་ནས Democracy Promote བྱས་པ་དང་དེ་དང་གནས་སྟངས་བྱས་པ་རེད་བ། གནས་སྟངས་དེ་མི་ལ་དེ་བྱས་རེད། དེ་གི་ད་ང་ཕི་གའི་སྙིང་ཤོག་འདྲ་བྱིན་ཙང་དེ་གི Chairman འདྲ་བ་བྱིན་ཡོད། ཨན་དེ་ནས་རྒྱ་གར་དང་ཉི་ཧོང་གཉིས་ཀྱི་ཚོགས་པ།

ལྟས་ངན་དེ་མི་ཡག་པོ་ཞིག་རག་སོང་ན president ཁོ་རང་ཕུལ་ཡ་རེད་ཡ་ཕུལ་ཆད་མི་ག་ས་ན་ང་ཚོ་ལ་མི་ཆེན་པོ་བྱུང་ན་ཡག་ཡག་འདུག་ཨ་ནི་ལས་ཀ་དེ་སོ་སོས་བྱས་དེ་བསམ་གི་ཡོད་དེ་འདྲི་དེ་འདྲི་ཁ་ཤས་ཁ་ཤས་བྱས་བསྡད་གི་ཡོད
ཡིན་ན་ཡང་ང་དོན་གཅོད་དགོངས་པ་ཞུ་ནས་བྱས་ནས་ཡིན་ནས་བོད་པའི་མི་སྒེར་གྱི་ཡིན་པའི་ཐོག་ལ་ག་རེ་ཡིན་ན་བོད་པ་བྱས་ཡ་དེ་ག་ས་ན་ང་བསམ་ཡ་ལ་ང་ཚོ་བོད་པ་དེ་འདྲ་ལས་ཀ་བྱས་ཡ་ལ་ང་ཚོ་སུ་ལས་དམིགས་བསལ་གྱི་ཐོབ་ཐང་ཡོད་པ་མ་རེད། ང་ཚོ་སུ་ལས་ཡིན་ན་ཕུད་པ་བྱེད་ལས་ཀ་བྱེད་ཀྱི་ཐོབ་ཐང་ཡོད་པ་རེད། ད་ག་ནང་བཞིན་གྱི་ང་ཚོ་ཚང་མ་ལ་འགན་ཡོད་པ་རེད།
ཡིན་གཅིག་མིན་གཅིག་ཚང་མ་པཱ་ལི་མེན་མེན་པར་མ་བྱས་ནས་འགྲིག་གི་རེད། ཡིན་ན་པཱ་ལི་མེན་དེ་མེད་པ་མེད་ན་འགྲིག་མ་རེད་པཱ། ཡིན་ན་ང་ཚོ་མི་སྒེར་གྱི་མི་རེ་རེ་གིས་བྱེད་དགོས་པ་དེ། ད་ནང་ཡིན་གཅིག་མིན་གཅིག་ག་སོ་རེ་སྐྱབས་བཅོལ་གཞུང་དང་གཞུང་གིས་བྱེད་དགོས་པ་དེ།

རྒྱ་ཡིག་ཤེས་མཁན་ཡིན་དེ་ན་རྒྱ་ཡིག་དེ་དང་ཉི་ཧོང་ཡིག་གི་མཚམས་མཚམས་ལོག་ཡོད་རེད། རྒྱ་མི་ཁོང་ཚོ་ཡིན་པ་ཡིན་ན་ལག་པ་བྲིས་བྱས་ཤུགས་བྲིས་ན། རྒྱ་མི་ལ་ཡིན་ན་ཀྲོའི་ལེབ་བྲིས་པ་རེད་བ། ང་ཚོ་བསོད་ནམས་དེ་ཡི་གེ་བཏང་ཡག་ཚུལ་ལབ་རེད། ང་དེ་ཡི་གེ་བཏང་གི་ཡོད་སེ་རྒྱ་ཡིག་གིས་བྲིས་བ་ཁོང་ཚོ་ང་ཀྲོའི་ལེབ་བྲིས་བྲིས། ཡིན་ཟེར་རྒྱ་ཡིག་རེད་དེ་ཡིན་ན་ཡང་དུས་ཚོད་འགྱུར་བ་ཕྱིན་ནས་མང་པོ་ཅིག

སྐབས་དེ་གི་སྐད་རྒྱུད་ཀྱི་དེབ་རྣམས་བྲིས་བཞག། ཁ་ལག་ཡག་པོ་སྤྲད། ཨ་ནི་སྒུར་བྱོས་ཆེ་ཏི་པ་རུ་ལ་ཨུ་རུ་སུ་ཁོ་ཚོས་ཁོ་ལ་ལྟ་གོས་ཟེར་བ་ཁོ་གར་གར་ཆིད་ལམ་དུ་འདུག་དེར་ལྟ་ཅི་ལྟ་ཡག་ཏུ་འདར། ཨ་ནི་ཁོ་གི་དེ་བྱས་པའི་ས། ང་ས་བྱས་སྟངས་ཡག་ཏུ་འདར་དེ་སླེབས་མེད། ཨ་ནི་ཁོ་འཇི་ག་ར་བར་ས་འཇི་ག་ར་ལ། རྣམ་པ་ཚོ་ཁོ་ལ་ཕེབས་ཏི་ད་ར་ད་འདར། བྱས་ཙང་ང་ཚོ་ལས་སྒུག་སི་ལེགས་ར་བ། ཡིན་ཅིང་ཡང་ཁོ་རང་ཚོ་རྫི་གུ་བྱས།

ཡིན་ནའང་གོ་སྐབས་དེ་ང་ཚོ་ལ་ཕན་གྱི་ཡོད་ནམ་མེད་ནི་ཧ་གོ་མ་རེད།
གང་ཟེར་ན་ད་ལྟ་ཁོ་རང་ཕྱི་ལོག་ལ་བལྟས་པ་ཡིན་ན་ཨོལ་མ་ཀི་ཆགས་ཀྱི་འདུག་ཡིན་ན་དངོས་ཡོད་ནང་ནས་ཨོལ་མ་ཀི་མ་རེད། ཁོ་ལ་དཀའ་ངལ་མང་པོ་ཡོད་རེད། དེ་ཡིན་ཙང་དེ་འདྲའི་སྐབས་ལ་ཁོ་ཚོ་གས་ང་ཚོ་ལ་སྐད་ཆ་བཤད་ཡ་ལ་འདོད་པ་བྱེད་ཀྱི་རེད།

ཁོ་ཚོའི་པར་ཏི་མིན་པ་གཅིག་པོ་ས་ཡ་གཅིག་དང་ཁྲི་ཉི་ཤུ་བུད་སོང་བ། ཁོ་ཚོ་ཁོ་ལ་དགའ་གི་རེད་བས།
དགའ་གི་མ་རེད་བ། ད་ག་ནང་བཞིན་གི་ཆུ་སྒོ་དེ་ཚོ་ལས་ཁོ་ག་འདྲ་བྱས་སོང། ད་ཁོ་ལ་མ་དགའ་མཁན་མང་པོ་ད་ལྟ་ཡོད་རེད། གང་ག་སྒུག་བསྡད་ཡོད་རེད། ད་ཁོ་ལ་ག་དུས་དེ་དཀའ་ངལ་ཡོང་གི་འདུག་བསམ་གྱི། དེ་ཡིན་ཙང་ང་ཚོ་ཁོ་ལ་འབྲེལ་བ་བྱས་ནས་ཐག་རིང་པོ་ཁོ་ལ་ཅིག་ཡོང་གི་རེད་ཟེར་ན་ང་ཚོ་ཞེ་དྲག་དེ་མེད། དེ་ལས་ང་ཚོ་དགོས་ན་ཡག་རེད།
གོང་དུ་མ་སོང་ན། ཡིན་ན་ཡང་གཅིག
ང་ཚོ་ཁོ་ཚོ་དང་འབྲེལ་བ་བྱས་ནས་གར་ཕན་གི་རེད་ཟེར་ན། འཛམ་བུའི་གླིང་གི་ཚགས་པར་ནང་དོན་ཡང་ཕན་གི་རེད།
བོད་ཀྱི issue དེ alive བྱེད་ཡག་དུ་ཕན་གི་ཡོད་རེད། དེ་འདྲའི་ཐོག་ལ་འབྲེལ་བ་གནང་པ་ཡིན་ན་ངའི་བསམ་ལ་ཁེར་སང་རེད།
གང་ལ་ཟེར་ན་ང་ཡི། ང་ཚོ་སྔོན་མ་སྐུ་ཚབ་འགྲོ་འདི་ཆེ་རུ་བ། དེ་དུས་ང་ཚོ་གང་བསམ་སོང་ད་ལྟ་རྒྱ་ནག་ཁོ་རང་ཚོ་རང་ཅིག་འགྱུར་བ་ཡག་པོ་ཕྱིན་ཆད་ང་ཚོར་ཅིག་ཕྱིག་འདུག་བསམ་སོང། ཇེ་མང་དང་སེམས་དང་འདི་དེ་མ་རེད། གཅིག་དེ་ག་རེད་ཟེར་ན་སྐབས་དེ་ཨུ་རུ་སུ་དང་ཁོ་གཉིས་གཉིས་ཐུགས་ལམ་མེད་པའི་ཡག་པོ་མེད་པའི་ཆ་རེད།
ཨུ་རུ་སུ་གིས་དེ་ག་སར་སྐུ་མདུན་པཱོ་པེ་ཡཱ་ལ་བི་ཟ་ཕུལ།
ཨུ་རུ་སུ་གིས་ག་སར་དེ་ཨ།

འདི་ཇི་མ་ལྟར་ན། གང་ཟེར་ན་ཨ་མི་རི་ཀ་ལས་ཁོ་ཚོ་ཨུ་རུ་སུ་ཞིག་ཡིན་ན་ཡང་ད་འཛམ་གླིང་པབ་ལི་སི་ཏི་ཅིག་རང་ཡང་དེ་དང་དེ་ཡིན་ཡིན་ཙང་གལ་སྲིད་འབྲེལ་བ་བྱེད་པ་ཡིན་ནས་སླ་བོ་བྱེད་རྒྱུ་ཡོང་གི་མེད།
ད་ལྟ་སླ་བོ་བྱེད་བྱེད་པ་ཡིན་ནས་ཐག་རིང་པོ་སོང་དང་འགོར་བ། ང་ཚོ་དེ་བོད་རྒྱལ་ཁབ་ཀྱི་དེ་སྔོན་ནས། ལོ་སྟོང་ཕྲག་གཉིས་ལྷག་བསྡད་ཡོད་རེད། ད་ང་ཚོ་སྐྱབས་བཅོལ་བྱས་ནས་ལོ་དྲུག་ཅུ་རེ་དང་ཕྱིན་ཚར་སོང་ཨ།
ཡིན་ཙང་དེ་ལ་དྲིས་ལན་བྱས་ན་ཆོ་མི་འདུག་ག། ཡིན་ནའང་དེ་ཕྱི་ཕྱོགས་དེ་ང་རང་གི་གིས་སོན་ཚུལ་ཡིན་ད། ང་རང་གིས་སོན་ཚུལ།
གཙོ་བོ་ག་ཚོད་རེད་དེ་ང་ཚོ་བོད་པའི་མི་སུ་ཡིན་ནས་རྒྱ་གར་རིན་པོ་ཆེ་བཀའ་མ་ཚིག་སུ་ཡོད་མ་རེད།
དེ་ཡིན་ཙང་རྒྱ་གར་རིན་པོ་ཆེ་བཞུགས་སྐབས་དེ་རྒྱ་གར་རིན་པོ་ཆེ་གར་སོང་ནས་ང་ཚོ་གང་ག་དེ་ག་རེ་སོང་གསུངས་ཏེ་ང་ཚོ་སུ་ཡིན་ན་དེ་གཅིག་རེད། ཡིན་ན་ཕན་ན་ང་རང་འདྲ་ཆགས་ཞབས་ཡིན་ན། དེ་རང་ཚུགས་ཚེ་ཡ་དེ་མི་ཤོར་བ། དེ་ང་ཚོ་ཁོ་ཚོའི་སྙིང་པོ་སྐད་ཆ་བྱུང་ཐག་ཆོད་ཡག་པོ་བྱུང་པ་ཡིན་ན་དེ་སྙིང་ག་དེ་ལ་བཞག་གོ་མ་རེད་མ་གཞི་དེ་དངོས་ལས་བྱ་རྒྱུ་ཡང་མ་རེད།

གལ་ཆེན་པོ་རེད་བསམ་གྱི་འདུག། ད་ལྟ་སྤྱི་བཏང་གི་འཛམ་གླིང་ཁྱོན་ཡོངས་ལ་འགྱུར་བ་ཞིག་ཆེན་པོ་ཞིག་འགྲོ་གི་འདུག་ད་མང་གཙོ་ཡིན་ན་འགྲིག་གི་འདུག་ད། དམར་ཤོག་འགྲོ་ཡིན་ན། ག་ས་ག་བ་ལ་ཅིག་དཀའ་ངལ་ཅིག་འཕྲད་ནས་ཅིག་འགྱུར་བ་ཞིག་ཆེན་པོ་ཞིག་འགྲོ་དང་འགྲོ་བཞིན་པ་རེད་དོ། དེའི་དུས་ང་ཚོ་སྐྱབས་བཅོལ་ལ་བསྡད་ནས་ལོ་ངོ་ད། དྲུག་ཅུ་ལྷག་འགྲོ་གི་བ་རེད།

ད་ལྟ་ཨུ་ཀི་རཱའི་ན་གནས་ཚུལ་དེ་འགྱུར་བ་གཅིག་ཅན་དུ་ཕྱིན་པ་ཡིན་ན། ད་ག་ནང་ཕྱིའི་ཨི་སི་རལ་དང་ཧ་མཱ་སི་ཁོ་ཚོ་དེ་པཱ་ལི་སི་ཐན་དེ་དེ་ཚོ་གྲས་བསྲེས་པ་ཡིན་ན། ད་ལྟ་བར་དུ་དཔེར་ན་ཨ་མི་རི་ཀ་འདྲ་བྱས་ན་འདྲ། ཨུ་ཀི་རཱའི་ན་ཁོ་ཚོ་གིས་རོ་ཤི་ཡའི་རྒྱལ་ཁབ་ནང་ལོག་ཅིག་བྱས་ཡ་དེ་ལ་བཀག་བསྡད་ཡོད་རེད་བ། ད་ཡིན་ན་ཁོ་ཚོ་ག་ལེ་ག་ལེ་དེ་བྱས་ཆོག་སྲིད་འདུག་བ། ཡིན་ཙང་གཅིག་བྱས་ན་མ་གཅིག་གསུམ་པ། འགོ་ཁྲིད་སླེབས་ན་ཞིག་རེད། ད་ག་ན་ཞིག་ཨ་མི་རི་ཀ་དང་རྒྱ་ནག། རྒྱ་གར་དང་རྒྱ་ནག། དངོས་གནས་བྱས་ན་ང་ཚོ་མིག་མཐོང་ས་ལས་མང་ང་ཚོ Conflict ཡོད་རེད།
ཡིན་ན་ཡང་སྐབས་གཅིག་ལ་སོ་སོའི་ཁེ་ཕན་ལྟ་དགོས་རེད། དཔེར་ན་རྒྱ་གར་དང་རྒྱ་ནག་འདྲ་ཆགས་ཞབས་ཡིན་ནས། ད་ལྟ་ཁོང་ཚོ་ཕྱི་རྒྱལ་ནས Invest བྱེད་མཁན་མི་ཡོང་དགོས་གི་རེད།
དེ་ཡིན་ཙང་ཁོང་ཚོ་དེ། ས་གནས་ལ། ཐུབ་བས་ནས། འཛིན་རིང་ཤོག་བས་ནས། ཁོ་ཚོ་དེ་ཆེན་པོ་ཟེར་ཡ་རེད། ཕྱོགས་གཉིས་ཀ། དེ་ཡིན་ཙང་དཔེར་ན་རྒྱ་གར་ར་ཆགས་ཤིག་ན། དམའ་ཤོག་བས་ན། ཡུང་མར་བ། རྒྱ་ནག་ལས་ད་ག་རང་རེད། ཁོ་ཚོ། ཡིན་ན་ཡང། ཁོ་ཚོ་ཚང་མ་དམའ་བརྒྱ་སྙིགས་དྲུག་གཡོ་མ་རེད་ཟེར་ན་གོ་དཀའ་བྱུང་ན་ག་དུས་ན་རྒྱ། ད་ག་ནང་བཞིན་ཨ་མི་རི་ཀ་དང་རྒྱ་ནག་གཉིས་ཡིན་པས་ན་ད་ལྟ།

ཨ་ནི་དེ་ཡིན་པས་ན་མི་མང་གི་དེ་སྙིང་པོ་ཡོང་གི་རེད་བ། མ་གཞི་གང་དུ་པ་གང་ག་ཐག་གཅོད་བྱས་ཡིན་ནས་དེ་མི་མང་དང་སྙིང་པོ་གྲོས་བསྡུར་བྱས་གྲོས་བསྡུར་བྱས་ཡང་མ་བྱུང་ནས་ང་ཚོ་འདི་འདྲའི་བྱེད་ཀྱི་ཡོད་འདི་གསར་འགོད་འདུག་ཟེར་ཡ་དེ་དེ་གལ་ཆེན་པོ་ཆགས་འདུག་དེ་དེ་བྱས་པ་ཡིན་ན་ཨ་ནི་མི་མང་དང་འདི་དབུ་ཁྲིད་དང་འབྲེལ་བ་དེ།